ཤ་རུས་དོན་གྱུར་ཅིག་གི་བོད་རིགས་སྤུན་ཟླ་ཡོངས་ལ་གུས་པ་བསོད་ནམས Toronto ནས་སྔ་དགོང་ཉིན་གསུམ་གྱི་དུས་གསུམ་བདེ་ལེགས་ཞུ་བས་ཡིན་ད་གནའ་བོ་ཚོ་ག་རེ་གནང་གི་ཡོད་ད Christmas སང་ཉིན་རེད་ཨ་ཚང་མ་ལ་ཡང Merry Christmas རོ་ཡིག་ཤུག་གི་ཨ་ནི་ལོ་སར།

ད་ལྟའི་གནས་སྟངས་ལ་ཡ Toronto ལ་ཡ་ད་ང་ཚོ་བོད་པ་ནང་ལ་ག་རེ་ག་རེ་གནས་སྟངས་ཡོང་གི་ཡོད་མེད་ཅིག་ཞུ་ཡི་རོ་དེ་ནས་སྤྱི་ཡོམ་ཅིག་དེ་ཚོ་ར་སོ་ན་ཞུ་ཡ་ཡི་རོ། ད་ད་ལྟ་ང་ཚོའི Toronto ལ་གནས་ཚུལ་གར་འདུག་སླ་བ་ཡིན་ན་དེང་སང་ད Toronto Etobico རོ་ད Etobico གི་ས་ཆ་ལ་ཡ་ཨ་ནི

ཡིན་ནས་ཁོང་ཚོས་ཀྱི། རྐུ་མ་ལམ་སང་ཟིམ་དུ་བས་དེ་འདྲ་ཁྱད་མི་འདུག་ཨ། ག་རེ་མོ་ག་རེ་ཕུ་རེ་སྟོན་ནས་ཀྱི་ཁོང་ཚོ་ཕུ་རེ་ཞིག་ཉག་ཆེ་སྐེ་མཚམས་ཅིག། མེ་འགའ་ཁྱེར་ན་དེ་འདྲའི་ཟིམ་དུ་བས་མ་འདུག་ཅིག་གི་སྟག་དང་ཞིམ་པ་ཟིམ་དུ་བས་དེ་འདྲའི་ཁྱད་མི་འདུག་ཨ། འོ་དེ་འདྲ་རེད་ཤག་ཨ་ནི། སོ་སོའི་ཀྱི་ནང། ཨ་ནི་ཁང་པ་ཚང་མ་སོ་སོ། House Owner། ཡིན་པ་ཡིན་ན Insurance དེ་ཡིན་གྱི་མིན་གྱི་ལན་སྒུག་ཡོད་རེད།

ང་ནི་ད་ལྟ་སྦིར་ནག་ལ་གནས་སྟངས་འདི་ཚོ་ལྟ་དར་བ། དངོས་གནས་ཁོ་རང་སེམས་པ་སྐྱོ་ཡར་འདུག་གདུང་སྟངས་འདི་ཚོ། ད་ད་རིང་འདི་ལ་སྤྱི་བཏང་གི་བུ་འདི་ལ་ནོན་འགྲུལ་ད་ཡོད་མ་རེད་དེ་ཡིན་ན་ང་ཚོའི་གི་ངོས་ནས་དངོས་གནས་གང་ཐུག་ཐུག་ཅིག་ལོག་ཀོལ་སྙན་པོ་འཆམ་པོ་འདེབས་མ་ཐུབ་པ་ཡིན་ན། རྒྱ་གར་གི་མིག་ཟེམ་པོ་འདི་ག་རེ་ཡོད་རེད་ལབ་ན་བོད་པའི་གི་ཕྱི་ལ་སྟོན་ཤེས་རོ། ད་དེང་སང་གཞིས་ཆགས་ཁག་ཚང་མ་ལ་རོ། མི་རྐང་གཅིག་གཉིས་མ་དེ་བདེན་གཉིས་ཡོད་མ་རུང་ཁང་པ་ཆེ་ཐག་ཆོད་དེ་འདྲས་རྐྱང་རྐྱང་བརྒྱབ་དེ་བཤད་དོན་ནང་འདྲི་དུས YouTube ན་མཐོང་གི་འདུག་ཨ་ད་ནང་མི་གཅིག་གིས་ནམ་ཁང་པ Building འཛུགས་སྐོར་དེ་འདྲས་རྐྱང་ནས་མི་གཅིག་གཉིས་མ་དེ་བདེན་གཉིས་ཡོད་མ་རེད་དེ་གཟུགས་ཀྱི་ཕྱིའི་གི་མིའི་གི་ལྟ་སྟངས་དེ་བདེ་བོ་གཅིག་ཡོད་མ་རེད་མི་དེ་ཚོ་གི་ཨ་ནི་ཕྲག་དོག Local མི་དེ་ཚོ་ཕྲག་དོག་དང་ཞེ་སྡང་མང་པོ་ཅིག་སླེབས་ཀྱི་ཡོད་རེད་མ་དགའ་བ་སླེབས་ཀྱི་ཡོད་རེད། ཁོ་ཚོ་གི་གོ་སྐབས་ཚིག་གི་ཡོད་རེད་རྙོག་དྲ་ཆགས་སོང་ན་ཚང་མ་རུབ་ཀྱང་རྒྱ་གར་སེང་ཡིན་དེ། ཁོ་ཚོས་གི་འཁྲུག་པ་ཅིག་ཤོར་སོང་ན་སེམས་ན་བཞག་ནས་ལོ་དང་ལོ་ལོ་དང་ལོ་འདུག་ཚེ་ཉག་གི་རེད། བོད་པ་ང་རང་ཚོ་ནང་པོ་ཁྲག་ཚ་བོ་ཅིག་འཁྲུག་པ་ཅིག་ཤོར་དུས་ཨ་ནི་དགོངས་དག་ཅིག་ལབ་ཚར་ན་གཅིག་གིས་གཅིག་ལ་ཨ་ནི་བློས་ཤེག་རོགས་ཨ་ཚར་རོགས་དང། རྒྱ་གར་འདི་ཡོད་མ་རེད་རྒྱ་གར་སེང་ཡིན་དེ་སེམས་པའི་ནང་ལ་བཞག་གི་རེད།

མཐུན་འབྲེལ་བྱས་ཏེ་གལ་ཆེན་པོ་རེད་ད་འདི་ན་ནི་གལ་ཆེ་ཤོས་དེ་ད་བེ་རི་ལ་ཡ་ཨ་ནི་ཁོང་ཚོ་ལ་ད་གནག་པོ་བྱས་ག་རེ་ཡོད་རེད་ལ་ན་ཁོང་ཚོ་ལ་ཡ་ག་ཆེ་བོ་མར་འདུག་བ་ཆེན་པོ་གནག་ཤོ་དེ་ཁོང་ཚོ་གི་ད་ད་རྒྱ་གར་གི་གཞིམ་གྱི་ཆེ་ཡོད་རེད་ལ་སོགས་དེ་ལ་སུ་གཅིག་གི་མ་འགྲོ་ད་ཚར་རེད་ད་ད་ག་རང་གི་ད་ག་ན་ད་ད་ད་རྒྱ་གར་དེ་ཚོ་གཞིམ་པ་དེ་ཚོ་ཡོད་བ་དེ་ཚོ་གི་ཚོང་ཁང་དེ་འདྲ་ཡོད་ན།

གང་ལྟར་ང་ཚོ་གཅིག་སྒྲིལ་འདི་དཔེ་གལ་ཆེན་པོ་རེད་རོ། ང་ཚོ་ལུང་པ་མེད་ཀྱོ་མི་གཅིག་རེད་མི་དངུལ་གནས་ཁོ་རང་འཁྲུག་པ་ཤོར་གྲོགས་ཡོད་པ་ཡིན་ན་འཁྲུག་པ་མ་རྒྱག་ན་མི་འདི་དཔའ་བོ་རེད་འཁྲུག་པ་རྒྱག་ན་དཔའ་བོ་མ་རེད་ད་ལྐུག་པ་ལྐུག་རྐྱང་རེད་ལྐུག་པ་ལྐུག་རྐྱང་རེད་ད་མི་ད་རྒྱ་བོ་རེད་འཁྲུག་པ་རྒྱག་ཡིན་དེ་ཚོ་རོ། དེ་ཚོ་གི་ཐོབ་ཡིན་ལེ་ཡོད་མ་རེད།

དེ་ནས་ད་དུ་ཞེས་བྱ་བསྒུགས་ནས་ཡང་སྐྱོ་སྒོ་བྲག་སྒྲ་གདངས་ཆེ། ད་སྒུག་གོར་མིག་སྔུར་ནས་དུ་བུ་མི་འདུག་བལྟ་གི་ཡོད་རེད་ད། ཨ་ཁོ་རེ་མོ་ཏྲ་ཕ་གི་ལ་བཞག་འདུག་ཨ་མི་ཡོད་མ་རེད་ད་སུ་ཅེས་སྒྲའི་བས་ལ་ཁོ་རང་ཚོ་མོ་ཏྲ་བཞག། ད་དེ་ནས་ཁོང་ཚོ་མི་གཞན་པ་ཅིག་ཡ་ལེ་གི་རེད། གཅིག་བརྫུས་ན་གཉིས་པ་དེ་བརྫུས་ཡོང་གི་རེད་ཡ། ད་ཁོང་ཚོ་ག་ལ་ག་བསམ་གཏན་འཁེལ་ད་མི་མི་འདུག་བསམ་གྱི། ད་དེ་ནས་ཁོང་ཚོས་ཀྱི། ཡ་རྫུས་འགྲོ་གི་འདུག་རྫུས་འགྲོ་རེད་ད་དེ་དེ་ནས་བུ་རེ་དེ་ཆ་ཚང་ཡོད་མ་རེད་ད་ཁོང་ཚོ་ཡ་རྫུས་ནས། ཡ་ཆ་ཚང་དེ་བྱས་ཚར་ད་གཅིག་ཡ་རྫུས་གཉིས་བ་ཡ་རྫུས་འགྲོ་གི་རེད་ད།